ད་འདྲེ་ཡིན་མིན་ཧ་གོ་མ་སོང། ད་ད་ལྟ་འདི་རེད་ལས་ནི་སྒྲོལ་མའི་སྐོར་དེ་ད་ཞིབ་ཅིག་བཤད་དུ་ཡ་མི་འདུག་ད་གཙོ་བོར་ང་ཚོ་རྗེ་བཙུན་ཕག་མོ་སྒྲོལ་མ་འདས་སྐྱེར་ནི་ཀྱི་འཕྲིན་ལན་གྱི་ལྷ། ནི་ཀྱི་ཐེག་ཆེན་གྱི་བསྟན་པ་གང་དུ་དར་སའི་ས་ཆ་ཀུན་ལ་དར་ཁྱབ་ཆེ་བ། ནི་ཡོངས་གུར་བུ་གོང་ཅན་གྱི་ལྗོངས་སུ་དམིགས་བསལ་གྱི་ད་ལས་འབྲེལ་ཡོད་ལྡན་མཁན་ཡི་དམ་གྱི་ཡིན་ཙང་ཡི་དམ་འདི་ཉིད་ཀྱི་འཕྲིན་ལན་གྱི་ཁྱབ་ཚད་ཁ་གསལ་ས་ཆོད་མེད། ཨ་ནེ་ཀྱིས་རང་ཅག་གངས་ཅན་བར་དུ་ཐུན་མོང་མ་ཡིན་པའི་འབྲེལ་བའི་སྐོར་ཅིག་དང། ཨ་ནེ་རྙིང་པ་འདི་ལ་ཨ་ནེ་ཀྱི་ཡི་དམ་ལྷ་མོ་སྒྲོལ་མའི་ཐུན་མོང་དུ་ཨ་ནེ་ཀྱི་དང་པོ་ཐོག་ག་འདྲེས་སྐྱེས་ཡོད་རེད་ཨ་ནེ་སྒྲོལ་མ་ཞེས་པའི་མཚན་ག་འདྲེས་ཐོགས་ཡོད་རེད་ཨ་ནེ་དེའི་སྐོར་ཅིག་དེ་ནི་ད་གེ་ཤི་ལག་གིས་གསུངས་པ་ནང་བཞིན་རེད་ཡི་གེ་བཅོས་པ་ཨུམ་ད་རེ་ཏུད་ད་རེ་ཏུ་རེ་སོགས་ཨ་ཞེས་པའི་སྔགས་ཀྱི་དོན་དེ་ག་རེ་ཡིན་མིན་འོ་ད་དོན་ཚན་གསུམ་འདྲ་ཅིག་སྒོ་ནས་མ་ཨ་ནེ་ཞུ་གི་ཡིན། ད་དང་པོ་དེ་ལ་ནི། རྗེ་བཙུན་ཕག་མོ་སྒྲོལ་མ་འདས་ཐོག་མར། ནས་ཀྱི་ཐོག་བཅད་ཚུལ་ག་འདྲའི་སི་ཐོག་བཅད་ཡོད་རེད་ཨ་ནི་མཚན་སྒྲོལ་མ་སི་ཐོག་གོ་ཡག་གི་རྒྱུ་མཚན་ག་འདྲའི་སི་རེད་ཨ་ནི་བུ་གོང་ཅན་གི་ལྗོངས་དང་ཐུན་མོང་མ་ཡིན་པའི་འབྲེལ་བ་ག་འདྲའི་སི་བྱུང་ཡོད་རེད་སི་ད་དེའི་སྐོར་ཅིག་ཞུ་གི་ཡིན་དང་པོ་ནི་དེ། ཐོག་མར་ད་ང་ཚོ་ཧ་གོ་དགོས་ཡ་གཅིག་ལ་ཐིག་ཆེན་གྱི་བསྟན་པ་དར་སེལ་གྱི་ས་ཆ་ནི་རྒྱ་བོད་ཧོར་རྒྱ་གར་སོགས་ད་ཐིག་ཆེན་གྱི་བསྟན་པ་གོང་དུ་དར་སེལ་གནས་ལ་རྗེ་བཙུན་སྒྲོལ་མ་འདི་ཉིད་ཡི་དམ་གྱི་ལྷ་བཟུང་ནས་དེའི་ཀྱི་མཚན་སྔགས་གྲོང་པ་དང་སྐུ་དགོན་པ་དང་བཟླས་བརྗོད་བྱས་པ་ལ་སོགས་པའི་སྒོ་ནས་ད་མཚམས་མེད་ཀྱི་འཕྲིན་ལན་སྒྲུབ་པའི་ལྷ་གནང་གི་ཡོད་རེད། ད་འདིའི་ཐོག་མར་ག་འདྲས་ཐོག་བཅད་པ་རེད་ཟེར་ན། ཐོག་མར་སྒྲོལ་མ་འདི་ཉིད་ཨ་ཀྱི་དངོས་དཀར་བ་དཔག་ཏུ་མེད་པའི་གོང་རོལ་ན་ཐུགས་བསྐྱེད་ཚུལ་གྱི་གར་འགྲེལ་གྱི་ཡིན་པ། དེའི་རྗེས་ནས་ཇོ་བོ་རྗེ་དང་འབྲོམ་སྟོང་པ་ལ་སོགས་པ་དེ་ཐུན་མོང་མ་ཡིན་པའི་འགྲེལ་བ་བྱུང་ཚུལ་དེ་གཅིག་ཞུ་རྒྱུ་ཡིན། དང་པོ་དེ་ལ་རྗེ་བཙུན་སྒྲོལ་མ་འདས། ལུས་ཀྱི་བདེ་བའི་དུས་རྒྱུན་བྱ་ཞིང། ཚིགས་བཅད་ཀྱིས་བསྟན་པ་ཐར་པའི་བྱ་བུ་འཁོར་སོགས་དད་ལྡན་ཀུན་ལ་གྲགས་ཤིང་གཟུངས་སྔགས་བཟླས་པ་དང་སྐུ་བསྐོར་བ་དང་གསོལ་བ་འདེབས་པ་སོགས་ཕྲིན་ལས་ཀྱི་ཁྱབ་བདག་ཤིན་ཏུ་ཆེ་ཞིང་ལྷག་པར་དུ་འབྲོམ་སྟོང་པ་རྒྱལ་བའི་འབྱུང་གནས་ལ་རྗེ་བཙུན་སྒྲོལ་མས་ཞར་དངོས་སུ་གཟིགས་ནས། སྤྱན་རས་གཟིགས་ཀྱི་རྗེས་འཇུག་པ་རྣམས་ཁོ་མོ་སྐྱོང་ངེས་ཡིན་ཟེར་ནས་ཞར་རྗེས་དངོས་སུ་གནང་བ་རེད། དེ་ཡིན་ཙང། འཕགས་པ་སྤྱན་རས་གཟིགས་ཀྱི་ཐུགས་རྗེའི་རོང་ཟོམ་འཕྲིན་ལས་ཀྱི་ལྷ་ཡི་གཟུགས་སུ་ཤར་ཏེ་འགལ་གྱི་རྫུ་འཕྲུལ་མ་འདི་ནི། འཕགས་པ་སྤྱན་རས་གཟིགས་དང་འབྲེལ་བ་ཡོད་པའི་འབྲོམ་སྟོང་པ་ནས་བཟུང་སྟེ་རྒྱལ་བ་སྐུ་མཁྲོན་རབ་འབྱམས་དང། དེ་མ་ཡིན་པའི་ཏཱ་ས་ཀའི་བཀའ་ཉིན་རིས་སུ་མ་ཕྱིན་པའི་བླ་ཆེན་ཐམས་ཅད་ཀྱི་འཕྲིན་ལས་ཀྱི་ལྷ་ལ་བསྟེན་གྱི་ཡོད་རེད། སྤྱན་རས་གཟིགས་ཀྱི་མདོ་རྒྱ་ཐམས་ཅད་ཁོ་མོས་སྐྱོང་གི་ཡིན་ཟེར་ཞར་གྱི་ཡོད་དེ་འགལ་དེ་འདྲ་ཅི་རེད། ད་གི་རྫུ་འཕྲུལ་མ་ལ་སྤྱིར་བཏང་ཐུགས་ཉེ་རིང་མེད་ན་ཡང་བོད་གངས་ཅན་གྱི་ལྗོངས་ལ་ལྷག་པར་འབྲེལ་བ་ཡོད་དགོས་ཡ་དེ

གྲགས་ཆེ་བ་རྟོགས་པའི་གོང་བུ་མཐོན་པོར་གཡས་གདན་ཁེངས་བའི་ས་ཆེན་ཀུན་དགའ་རྒྱལ་མཚན་ཀློང་རྡོལ་ཨ་ནུ་གྲུབ་པའི་དབང་ཕྱུག་ཀློང་རྡོལ་བླ་མ་རིན་པོ་ཆེ་ལ་སོགས་པ་རྒྱལ་བ་ཀུན་འཕྲོས་རབ་ཡོངས་ལ་སོགས་པ་ཐམས་ཅད་ནི་ཡི་དམ་འདི་ཉིད་ལ་བརྟེན་ནས་རྟོགས་པའི་གོང་བུ་མཐོན་པོ་གཡས་གདན་ཁེངས་ཀྱི་འོག་ལྷ་ཁྱད་པར་ཅན་གྱི་རེས་ད་དང་པོ། ལྷ་འདིའི་གི་འཕྲིན་ལན་གྱི་ཁྱབ་ཚད། ད་དང་པོ་འདིའི། རྗེ་བཙུན་སྒྲོལ་མའི་ཐུགས་དང་པོ་ག་འདྲས་སྐྱེས་པ་རེད་ཟེར་ན། ཨ་ནི། སྔོན་དཀར་བ་དཔག་ཏུ་མེད་པའི་ང་རོ་ན། ཨ་ནི་ཀྱེ། ཨཱ། ད་སངས་རྒྱས། ཨཱ། རྔ་སྒྲ་འཇིག་རྟེན་གྱི་ཁམས་སུ་བྱོན་པའི་གནས་སྐབས་སུ་གྱ་སྤུའི་སེན་མོ་ཡེ་ཤེས། ཨ་ནི་གྱ་སྤུའི་སེན་མོ་ཡེ་ཤེས་ཟླ་བ་ཞེས་པ་ཀྱི་སྐུ་འཁྲུངས་མ་རེད། དེའི་སྐུ་འཁྲུངས་ནས་སངས་རྒྱས་རྔ་སྒྲ་ལ། ཨ་ནི་འཁོར་བྱང་ཆུབ་སེམས་དཔའ་དང་ཉན་ཐོས་རྣམས་ལ་བེར་ལོ་མང་པོའི་བར་དུ། ཨ་ནི་བེར་བྱང་ཆུབ་མཆོད་འབུལ་བྱས་ནས་ཨ་ནི་ཐུགས་བསྐྱེད།

བུད་མེད་ཀྱི་ལྟས་ཟེར་བ་དེ་ནི། ལམ་དུ་སོང་རྗེས་བྲོས་པ་ལ་སྨད་པ་ཟེར་གྱི་མ་རེད་ཟེར་ཡག་དེའི་གོ་དོག་འདེབས་ཡོད་རོ། ངོ་བོ་བུད་མེད་ཀྱི་ལྟས་དང་བཅས་པའི་ལྟས་གཉིས་པོ་དེ་ཐར་པ་དང་ཐམས་ཅད་མཁྱེན་པའི་གོ་འཕོང་བྲོས་པ་ལ་སྨད་ཕྱོགས་ཀྱི་ཁྱད་པར་ཡོད་མ་རེད། དེ་ནི། ཨ་ནེ་དེའི་བུ་མོ་དེ་གིས་རྒྱལ་པོ་ཕོ་བྲང་རང་ལ་གནས་ནས་ཆུ་ཉམས་སུ་བླངས་ནས་སྟོང་པ་ཉིད་མངོན་སུམ་དུ་རྟོགས་བྱང་ཆུབ་ཀྱི་སེམས། འཇིག་རྟེན་ཐམས་ཅད་བྲོས་པ་ཞེས་བྱ་བའི་ཏིང་ངེ་འཛིན་ཁོང་དུ་ཆུད་ནས་ཐབས་ཤེས་ཀྱི་ལམ་དེ་ཉིད་ལ་བརྟེན་ནས། ཨ་ནེ། འགྲོ་བ་གྲངས་ལས་འདས་པ་ཐར་བ་དང་ཐམས་ཅད་མཁྱེན་པའི་གོང་མོ་ལ་བཀོད་ནས་འཁོར་བ་དང་ངན་སོང་གི་སྡུག་བསྔལ་ལས་སྒྲོལ་བར་མཛད་པས་ན་དེ་ནས་བཟུང་སྟེ་འགྲོ་བ་ཐམས་ཅད་འཁོར་བའི་སྡུག་བསྔལ་ལས་སྒྲོལ་བར་བཞེད་པས་ན་སྒྲོལ་མ་མཚན་དེ་ནས་ཐོགས་པ་རེད། དེ་ནས་བཟུང་སྟེ་ད་སློབ་པ་དང་མི་སློབ་པའི་གནས་སྐབས་ཐམས་ཅད་དུ་སྒྲོལ་མའི་མཚན་གྱིས་མི་དོར་བར་སྒྲོལ་མ་ཞེས་བྱ་བའི་མཚན་བྱུང་དོན་དེ་འདྲ་ཞིག་རེད། ད་དང་པོ་ཐུགས་བསྐྱེད་ཚུལ་དང། ཨ་ནི་སྒྲོལ་མ་ཞེས་པའི་མཚན་བྱུང་ཚུལ་དེ་ཐུན་མོང་བའི་སྣང་ཚུལ་བྱས་ན་དེ་འདྲ་ཞིག་རེད། ད་ཐུན་མོང་མ་ཡིན་པ་སྔགས་དང་འབྲེལ་ནས་དབྱེ་ཚུལ་མང་པོ་ཡོད་རེད་དེ་ད་ལྟ་ཞུ་མི་དགོས་ཀྱི།

ཆོ་ལོ་ཁ་དང་པོའི་ནང་ལས་སྒྲོལ་མའི་བྱུང་བ་གྱི་ཡོ་ར་བ། འཇིག་རྟེན་གསུང་འཁོར་ཆུ་ཆེན་ཞར་བཅས་གེ་སེར་བྱེ་བ་ལས་ནས་བྱུང་མ་ཟེར་ཡ་དེ་སྒྲོལ་མའི་བྱུང་ཚུལ་དེ་འཕགས་པ་སྤྱན་རས་གཟིགས་ཀྱི་སྙིང་རྗེའི་རོལ་མཚོ་ལས་ད་སྙིང་རྗེ་དེ་ཉིད་སེམས་ཅན་སྒྲོལ་བའི་ལྷ་མོའི་གཟུགས་སུ་འཆར་བའི་རྣམ་པ་ཅིག་ཡིན་ཙང་ངོ། འཕགས་པ་སྤྱན་རས་གཟིགས་དང་ཐུན་མོང་མེད་པའི་འབྲེལ་བ་དུ་འཆར་བ་རེད་དེ་འདྲ་ཡིན་ཙང་ད་ང་ཚོ་བོད་གངས་ཅན་གྱི་ལྗོངས་དང་ཡོངས་ཀུན་འཕགས་པ་སྤྱན་རས་གཟིགས་ཡི་དམ་གྱི་ལྷར་བཟུང་བསྡད་མཁན་གྱི་ཨ་ནི་སྤྱི་ཐེག་པ་ཆེན་པོ་བསྟན་པ་མཐར་ཚིག་གི་གནས་གང་དྲི་ཡིན་ན་ཚང་མས་གིས་ཨ་ནི་ལྷ་མོ་སྒྲོལ་མ་ལ་བྱང་ཆུབ་གསོལ་འདེབས་བྱེད་ཡག་དེ་རྒྱུ་མཚན་དེ་འདྲའི་སྟེང་ནས་བྱུང་བ་རེད། ད་དེ་ནི་ཨ་ནི། འོང་དེ་འདྲའི་ཅི་རེད་ད་དེ། ལྷ་མོ་སྒྲོལ་མས་གིས་ད་ཅི། གཞུང་རན་པོ་གོང་བྱང་གི་སྐྱོང་དང་འབྲེལ་བ་ཡོད་མེད་ཐུན་མོང་མ་ཡིན་པའི་འབྲེལ་བ། འོ་ད་དེ་འདྲའི་ཅི་རེད། ད་དེ་ནི་ང་ཚོ་རྗེ་བཙུན་སྒྲོལ་མ་དེ་ཀླུ་མཁར་རྣམ་པར་དག་པའི་ལྷ་ཡིན་ཙང་ཨ་ནི་པའི་འཕྲིན་ལས་ཡི་དམ་གཞན་ལས་མྱུར་བ། ནི། ཅིག་འབྱུང་བ་ཞེས་རྣམ་པར་དག་པའི་དག་བྱ་ལྷར་འཆར་བའི་ཆ་ནས་རླུང་ཁམས་རྣམ་དག་གི་ལྷ་དང། ནི། ཅིག་བུ་དང་བུ་མོ་གཉིས་ཡོད་ན་ལ་བུ་མོ་དེ་དུས་སུ་སེམས་ཆུང་བ་དང། དུས་སུ་ཅིག་གར་སེར་པོ་རེག་རྩེ་སེམས་ཆེ་བ་ལྟ་བུ་ཡོད་པའི་རྐྱེན་གྱིས་ཏེ་རྗེ་བཙུན་སྒྲོལ་མ་བུད་མེད་ཀྱི་གཟུགས་སུ་ནི་སངས་རྒྱས་ཀྱི་རྣམ་པ་ལ་ཕེབས་ཏེ་བ་ཡིན་ཏེ་ཕྲིན་ལས་གཞན་ལས་མྱུར་བ་རེད། ད་དེའི་རྒྱུ་མཚན་དེ་འདྲ་གྱིས་རེད། ད་འདིའི་གི། བསྟོད་པ་ཉི་ཤུ་རྩ་གཅིག་ནང་ནས། ནི། ཅིག། ཡི་གེ་སྤྱོད་པའི་ངག་ནས་བཀོད་པའི་རིག་པ་ཧོང་གི་སྒྲོལ་མ་ཉིན་མོ་གསུངས་པ་ནང་གི་ཡི་གེ་སྤྱོད་པ་ཟེར་ཡ་དེ་ཨོམ་ཏཱ་རེ་ཏུས་ཏཱ་རེ་ཏུ་རེ་སོ་ཧ་ཟེར་ཡ་དེ་རེད། ཨོམ་ཏཱ་རེ་ཏུས་ཏཱ་རེ་ཏུ་རེ་སོ་ཧ་ཟེར་ཡ་དེའི་གི་དོན་དག་དེ། སྒྲོལ་མ་སྡུག་བསྔལ་ལས་སྒྲོལ་མ་ཟེར་ཡ་གི་ད་སྒྲོལ་མ་ཟེར་ཡ་དེའི་མཚན་ཐོབ་ཐོང་དེ་ད་དེ་ག་རེད་ཏཱ་རེ་ཟེར་དུས་སྒྲོལ་མ་ཟེར་བར་བ་ཏུས་ཏཱ་རེ་ཏུ་རེ་སོ་ཧ་ཟེར་དུས། སེམས་ཅན་ཐམས་ཅད་འཁོར་བའི་སྡུག་བསྔལ་ལས་སྒྲོལ་བའི་ཞེས་ཚུགས་ཟེར་ཡ་གི་རེ་སོ་ཧ་ཟེར་ཡ་དེ་དོན་དག་ཏཱ་རེ་དང་ཏུའུ་ཏཱ་རེ་ཏོ་རེས་ཡ་དེ་གི། ཏེ་ཏཱ་རེས་ཡ་དེ་འགྲོར་མ་གཏོགས་ཏུའུ་ཏཱ་རེ་ཏོ་རེས་ཡ་དེ་འགྲོ་བ་ཐམས་ཅད་སྡུག་བསྔལ་ལས་སྒྲོལ་བ། ཨ་ནི་སོ་ཧ་སི་ཡ་དེ་ཞེ་ཚུགས་སི་ཡ་ཀྱེ་མདོར་ན། སེམས་ཅན་ཐམས་ཅད་འཁོར་བའི་སྡུག་བསྔལ་ལས་སྒྲོལ་བར་བྱེད་པའི། ཨ་ནི་ལྷ་མོ། ཨ་ནི་ཟོང་ཁྱད་པར་ཅན་ཡིན། ཙཱ། འགྲོ་བ་ཐམས་ཅད་སྡུག་བསྔལ་ལས་སྒྲོལ་བའི། འགྲོར་མ་སི་ཡ་ཅི་ད་བོད་སྐད་ལ་སོར་བསྒྱུར་ན་དེ་ཉིད་རེད། ད་དེའི་དོན་དག་དེ་ག་འདྲས་སུ་སླེབས་པ་རེད་ཟེར་ན། དང་པོ་ཐུགས་བསྐྱེད་དང་ཨ་ནུ་བར་དུ་སེམས་ཅན་གྱི་དོན་དུ་བཀའ་དགྱེས་མཛད་ནས་ཉི་མ་རེ་རེ་ལ་སེམས་ཅན་གྲངས་མེད་པ་ཨ་མེས་པའི་འཁོར་བའི་སྡུག་བསྔལ་ལས་སྒྲོལ་བར་མཛད་པའི་ཕྲིན་ལས་ཀྱི་ཆ་ནས་སྒྲོལ་མ་ཟེར་མིང་ཐོགས་ནས་ཨ་ནི་དེའི་གཟུངས་སྔགས་ཏེ། འགྲོ་བ་ཐམས་ཅད་སྡུག་བསྔལ་ལས་སྒྲོལ་བར་མཛད་མ། སངས་རྒྱས་ཀྱི་གཟུངས་སྔགས་དེ་དེ་འདྲ་ཞིག་རེད། ད་དེའི་གཟུངས་སྔགས།

སྐུ་གསུང་ཐུགས་གསུམ་ཚང་བདེ་བ་ཅན་དང། སྒྲུབ་པ་པོ་ལ་མར་སྦྱར་ན་སྒྲུབ་པ་པོའི་ལུས་ངག་ཡིད་གསུམ་ཚང་བདེ་བ་ཅན། ཨ་ནེ་སྒྲུབ་པ་པོ་གིས་མ་དག་པའི་ལུས་ངག་ཡིད་གསུམ་སྟེ་ཡི་དམ་སྒྲོལ་མས་དག་པའི་ལུས་ངག་ཡིད་གསུམ་དང་ངོ་བོ་དབྱེར་མེད་དུ་ཨ་ནེ་བའི་འགྲོ་ཡག་གི་ཚོང་དང་ལ། ཨོྃྃ་ཡ་ཐིག་གིས་ཨོྃ་དེ་ལ་ཡི་གེ་ཨ་ཨུ་མ་གསུམ་བསྡུས་པ་ཡིན་ཙང་ཨ་ནེ་ཅེས་སྒྲུབ་བྱ་ཡུལ་ལ་ཡར་སྦྱར་ན། ཨ་ནེ་སྐུ་གསུང་ཐུགས་དང་སྒྲུབ་པ་པོ་རང་ཉིད་ལ་ཚུར་སྦྱར་ན་ལུས་ངག་ཡིད་གསུམ་གྱི་ཚང་བྱེད་ཅིང། སོ་ཁ་སི་ཡ་དེ་མ་དག་པའི་ལུས་ངག་ཡིད་གསུམ་པོ་དེ་དང་རང་ཉིད་གང་གིས་བསྒྲུབ་བྱའི་ཡི་དམ་དེའི་སྐུ་གསུང་ཐུགས་གསུམ་པོ་དང་ངོ་བོ་དབྱེར་མེད་དུ་གཅིག་པ་དང་དབྱེར་མེད་དུ་ཞེ་ཚུགས་འདྲེས་པར་གྱུར་ཅིག་སི་ཡ་ཅི་ངོ་དེ་འདྲི་སྦྱིན་ས་རེ་ཏུས་ད་རེ་ཏུ་རེ་སི་ཡ་དེ་འགྲོ་བ་ཐམས་ཅད་དུ་ང་ལས་གྲོལ་མ་སི་ཡ་ཅི་ངོ་ད་དེ་འདྲི་སྦྱིན་རེ་ད

གདུང་བ་དེ་ཉིད་མྱུར་བ་ཉིད་དུ་ཨ་ནི་ཞི་བར་བྱོས་ཀྱིས་ཨ་ནི་མི་ནི། ད་ག་སྐུ་གསུམ་དེ་དག་པའི་སྐུ་གསུང་གིས་ཞི་ཚུགས་པར་བྱོས་ཀྱིས་ཚེ་ཡག་དྲ་བོ་ཀྱིས་དེ་འདྲས་ཀྱིས་ལ་ཡོད་ས་རེད། ཨོ་ད་དེ་འདྲས་ཀྱིས་དེ་འདྲས་ཀྱིས་རེད་འདུག་སྤྱིར་བཏང་ད་ལྟ་ཁོ་རང་གི་གྲོང་ཁྱེར་དེ་ཚོའི་ནང་ལ། འགྲོ་བ་རྣམས་ཁུ་བའི་སྡུག་བསྔལ་ལས་སྒྲོལ་མ་ཟེར་ཡ་ཅིག་ད་དོང་ཇོ་ལ་དེ་འདྲས་བརྗོད་རེད་ད་སྤྱིར་བཏང་ཁོ་རང། ཡི་དམ་དེ་དང་དེའི་ཟུར་ང་ཟེར་ཡ་དེ་ཡི་དམ་དེ་དང་དེའི་གིས་ཁོ་རང་འཕྲིན་ལན་དང་འབྲེལ་བ་ཡོད་དེ་འདྲས་ཀྱིས་རེད་འདུག་དེ་སྤྱི་འཐུས་ལྟར་སྒྲོལ་མ་ཟེར་ཡ་དེ་དང་འབྲེལ་བ་ཡོད་དེ་ངས་ཀྱི་ངོ་དེ་འདྲས་སྦྱིན་ས་རེད། ད་དེ་གི་ཕན་ཡོང་དེ་ད་ད་ད་དབྱེ་དགོས་ན་མང་པོ་ཞུ་ཅིག་དབྱེ་རྒྱུ་ཡོད་རེད་ད་ད་ག་རེ་རེད་ཟེར་ན། ང་ཚོ་དེ་ཡོད་རེད་བ། ཨ་ནི། རྒྱ་བ་སྐུ་འཕྲེང་དང་པོ་རྗེ་དགེ་འདུན་གྲོགས་ཀྱིས་མཛད་པའི་ལེགས་བྲིས་མའི་ནང་ལ་སྒྲོལ་མའི་གི་ཨ་ནི། བསྟོད་པ་ལེགས་བྲིས་མའི་ནང་ལ་འཇིགས་པ་བརྒྱད་སྤྱོད་ཚུལ་གྱི་ནང་གི་འཇིགས་པ་བརྒྱད་དང་ཕྱི་ཡི་འཇིགས་པ་བརྒྱད་ལས་སྤྱོད་ཚུལ་ཡོད་རེད། ཨ་ནེ། སྒྲོལ་མ་རང་གི་རྒྱུད་ནང་ལ་ཨ་ནེ་ལྷ་མོ་ལག་ཁུལ་ཡོངས་དག་ཐེག་པའི་བློ་ལྡན་གང་གིས་རབ་ཏུ་བཅོལ་ཏེ་རབ་སྟེར་བཅོལ་ཏེ་གསོད་དང་འཐོར་རང་ལོངས་པར་བྱས་ནས་ཁྲེན་པའི་མི་འདི་མི་འཇིགས་ཐམས་ཅད་རབ་སྟེར་ཟེར་ནས་བཏགས། མདོར་བསྡུས་ན་སྒྲོལ་མ་ཚུར་ཤིན་ཏུ་ཁ་མདངས་ཆེ། ཨ་ནེ་ཀྱིས་སྒྲོལ་མའི་གཟུངས་སྔགས་བགྲང་བ་དང་སྐུ་བསྒོམ་པ་དང་ཨ་ནེ་བཟླས་བརྗོད་བྱས་པས། ནི་སྐྱེ་བོ་རྣམས་ལ་ནི་ཅི། ཕྱི་ཡི་འཇིགས་པ་རྟག་དང་སེང་གེ་དང་སྦྲུལ་དང་ནི་དེ་འདྲའི་གི་ཅིག་དང་དུས་མ་ཡིན་པའི་སའི་གསེར་རྩྭ་ཐན་གང་ཡུངས་རླུང་ཐན་ལ་སོགས་པའི་འཇིགས་པ་བྱེད་པ་དང་ནི་ནང་གི་དང་ཅི་འཇིགས་པ། འདོད་ཆགས་བྱེ་སྟོང་གཏི་མུག་ང་རྒྱལ་ཁོང་ཁྲོ་མཚོན་པའི་ནི་ཕྲ་རྒྱས་དེ་དག་ནི་སྤོང་བར་བྱེད་པའི་བྱེད་ལས་དང་ལྡན་གི་རེད་ཟེར་ནས། ལུས་དྲི་མའི་ནང་དུ་ཡོད་པ་ནང་བཞིན་གྱི་དང་འཇིགས་པ་བྱེད་ལས་སྐྱོབ་པ་དང་དེ།

ཨོ་དེ་འདྲ་ཅིག་བྱེད་ཀྱི་ཡོད་རེད་ད་སྒྲོལ་མ་རང་གི་རྒྱུད་ནང་ལ་ཟེར་གོ་མ་རེད་སྒྲོལ་མའི་ཕན་ཡང་ནང་ལ་ཨ་ནེ་ཀྱི་རིག་པ་དོང་བའི་དུས་སོའི་ཞོ་ཁའི་རྔ་བོ་དང། ཨ་ནེ་མར་དགོངས་དག་ཉེ་དགའ་ལགས་སོ་མོ་སྒྲོལ་མ་ལ་གསོལ་བ་བཏབ་རྩེ་གཅིག་ཏུ་ད་ཉིན་ལན་གསུམ་མཚན་ལན་གསུམ་དུ་ཨ་ནེ་སྒྲོལ་མའི་གི་ད་མཚན་དང་གཟུངས་སྔགས་ཨ་ནེ་སྒྲོལ་མའི་བསྟོད་པ་ལ་སོགས་པ་གཉིས་གསུམ་བདུན་དུ་མངོན་པར་བརྗོད་ན་བུ་འདོད་པས་ནི་བུ་ཐོབ་ནོར་འདོད་པས་ནི་ནོར་ཐོབ་འདོད་པ་ཐམས་ཅད་ཐོབ་པར་ཤོག་ལ་གེགས་རྣམས་མེད་ཅིང་སོ་སོར་འཇོམས་ཆོག་ཅིག་ཟེར་ཡ་བརྗོད་ར་བ་དེའི་བུ་འདོད་པ་ཟེར་ཡ་དེ་ཨ་ནེ་ཀྱི། ཆོས་ཕྱོགས་ལས་སྦྱར་བ་ཡིན་ན་ད་ཆོས་རྒྱུད་འཛིན་པའི་སློབ་མ་འདོད་པ་རྣམས་ཀྱི་སློབ་མ་ཐོས་པ་དང། ཨ་ནེ་འཇིག་རྟེན་གྱི་སྲིད་ཕྱོགས་ལ་སྦྱར་ན་ད་འཇིག་རྟེན་གྱི་བྱ་བ་ལ་སྦྱར་ན་ཨ་ནེ་རིགས་རྒྱུད་འཛིན་པའི་བུ་འདོད་པ་རྣམས་ཀྱི་བུ་ཐོས་པ་ད་དེ་སྤྱིར་བཏང་མང་པོ་ཞིག་འདུག་ང་ཚ་ད་ལྟའི་གནས་སྐབས་ལ་ཨ་ནེ་ཀྱི། དེ་འདྲའི་གི་ད་རྒྱུད་འཛིན་པའི་བུ་ཕྲུག་མ་བྱུང་ནས་ལོ་བདུན་བརྒྱད་ཚང་བསྟན་མཁན་ཨ་ནེ་དེ་འདྲའི་དགོངས་པ་དང་བླ་མ་དེ་འདྲ་ལ་སྐྱབས་འཇུག་ཞུས་ནས་ཨ་ནེ་ཀྱིས་འགྲོ་ཆོག་མཛད་པ་དང་གཏོར་མ་གཏོང་ཚར་ཚར་བ་ལ་བརྟེན་ནས་ཨ་ནེ་བོ་བྱུང་སྟེ་བ་ད་མངོན་སུམ་དེ་འདྲ་མཐོང་རྒྱུ་ཡོད་བ་ང་ཚོའི་ད་ལྟའི་གནས་སྐབས་ལ་ད་གོ་ཐུབ་མང་པོ་བྱུང་སྟེ་ཡ་བ་དེ་འདྲ་ཅི་རེད་ད་བོ་འདོད་པས་ནི་བོ་ཐོབ་ནོར་འདོད་པས་ནི་ནོར་ཐོབ་འདོད་པ་ཐམས་ཅད་ཐོབ་པར་འབྱོར་ཟེར་ཡ་དེ་ད་ཐུན་མོང་མ་ཡིན་པའི་འཕྲིན་ལན་ཅིག། དུས་ཚུགས་དུས་ཚུགས་བྱེད་ན་དེ་འདྲ་ཅིག་སྐར་མ་བཅོ་ལྔ་མ་གཏོགས་ཡོད་པ་རེད་ད་དེ་འདི་གས་དེ་གར་ཟེར་ན།